ལོ་དྲུག་གི་རིང་རྒྱ་ཡིག་དང་རྩིས་རིག་གཉིས་ལ་བཞེངས། སློབ་གྲྭ་དེར་བོད་ཡིག་སློབ་ཁྲིད་མེད་ཀྱང། རང་སྦྱོང་བྱས་ནས་བོད་ཡིག་དཀར་ནག་གཉིས་འབྲི་ཀློག་ལ་ཐོགས་མེད་དུ་བྱུང། སྤྱི་ལོ་གཅིག་དགུ་བརྒྱ་ཆུ་བྱ་བཞི་ལོར་རྩེ་ཐང་བླ་རུང་རྔ་རིག་ནང་བསྟན་སློབ་གླིང་དུ་ཕེབས་ཏེ། ཡོངས་ཀྱི་དགེ་བའི་བཤེས་གཉེན་ཆེན་པོ། གུས་དང་དྲི་པའི་དབང་ཞུས། ཕྱི་རྒྱས་བསྟན་པ་ཡིད་བཞིན་ནོར། འཇིགས་མེད་ཕུན་ཚོགས་མྱོང་ནས་དཔལ་བཟང་བོ་མཆོག། ཉེས་པ་གསུམ་གྱི་ཚུལ་བཞིན་བསྟེན་ཞིང་དབང་ཁྲིད་མན་ངག་དང་བཅས་པ་བུམ་པ་གང་བྱེད་ཚུལ་དུ་གནང། མདོ་སྔགས་རིག་གནས་བཅས་ལ་སྦྱང་བ་མཐར་ཕྱིན་པར་བྱས། སྤྱི་ལོ་གཅིག་དགུ་དགུ་བཅུ་རབ་གནས་སྐྱག་རྟ་ལོར་བླ་རུང་ལྔ་རིག་ནང་བསྟན་སློབ་གླིང་ནས་རྡོ་བཙུན་བདེ་སྣོད་འཛིན་པའི་མཁོན་རྟགས་བཞེས། དེ་ནས་བཟུང་ཕྱི་རྒྱལ་མཆོག་གི་བཀའ་བཞིན་བླ་རུང་སློབ་སྟོན་ཁང་གི་འགོ་འཛིན་པའི་འགན་བཞེས་ཤིང་གཞུང་བཀའ་པོད་ལྔ་དང། མདོ་སྔགས་རྒྱུད་སྡེ་དང་མན་ངག་སློབ་སྦྱོང་བཅས་པའི་འཆད་ཁྲིད་མཛད་དེ། སྐལ་ལྡན་གྱི་སློབ་མ་མང་བོ་བསྐྱངས་ཤིང་ཕལ་ཆེར་བླ་རུང་བར་བསྒར་ན་ཁོང་གི་སློབ་འབྲིང་མ་བསྐྱུར་བ་མེད་པ་ཙམ་དུ་གྱུར། སྤྱི་ལོ་གཅིག་དགུ་གཅིག་གོ་གཉིས་སྟེ། རབ་བྱུང་བཅུ་བདུན་པའི་མེ་སྤྲེལ་ལོར་བླ་རུང་ཆོས་གྲྭ་ཆེན་མོ་ནས་ཟླ་བསྒྲིལ་སྔགས་ཀྱི་དབང་ཕྱུག་གི་དམ་བཅའ་བཞག་ཅིང། མཁས་བཙུན་བཟང་གསུམ་གྱི་གྲགས་པ་ཆེས་ཆེར་རྒྱས། ཕྱི་རྒྱལ་མཆོག་གིས་ཀྱང། བྱ་སྒྲུབ་བསྟན་པའི་རྒྱལ་མཚན་ཞེས་ཐུགས་གཙིགས་བླ་མེད་མཛད། ཁོང་གིས་བོད་ཀྱི་རིག་གཞུང་ལ་སློབ་གཉེར་དང་འཆད་ཁྲིད་བྱེད་པའི་ཞོར་ལ་ཚན་རིག་སོགས་དེང་རབས་རིག་རྩལ་སྐོར་ལའང་བློ་དཀྲུགས་ཙམ་སྦྱངས་བ་མཛད་ཅིང། ཉིས་སྟོང་གཅིག་ལོ་ནས་བཟུང་དཀར་གཟིགས་དར་སྤེལ་དང་ཚེ་སྲོག་འདྲ་མཉམ་གྱི་འབོད་སྐུལ་བྱས་ཏེ་ལོ་རེ་བཞིན་སྤྲོ་ལ་ཕྱག་རྒྱ་ཞིག་གི་རྩིས་དགེ་སྒྲུབ་སྡིག་སྤངས་ཀྱི་སྣེ་ཁྲིད་མཛད། བོད་ཀྱི་དགོན་སྡེ་རྣམས་ལ་བཤད་གྲྭ། སྒྲུབ་གྲྭ། སློབ་གྲྭ་སྟེ་གྲྭ་གསུམ་དགེ་བའི་སློབ་སྟོན་གནང། ཡུལ་མི་སྤྱི་ལ་དགེ་བའི་གནའ་སྲོལ་དང་ཡ་རབས་སྤྱོད་བཟང་དགེ་བའི་སློབ་སྟོན་གནང། བོད་ཀྱི་དགེ་འདུན་པའི་རྩེ། རྒྱ་བོད་ཀྱི་སློབ་ཚོགས་མང་བོར་དེ་རྟག་པར། མདོ་སྔགས་རིག་གནས་ལོ་རྒྱུས་དང་བཅས་པ་འཆད་ཁྲིད་གནང། འཛམ་གླིང་ན་སྐད་གྲགས་ཆེ་བའི་ཚན་རིག་ལ་ཆེད་མཁས་བ་མང་པོ་པེ་ཅིན་དང་ཧྲང་ཧའེ། ཁྲིན་ཏུའུ་སོགས་སུ་ཆེད་དུ་གདན་འདྲེན་བྱས་ནས། ཉིན་མང་བོར། ཆོས་དང་ཚན་རིག་ཞིབ་བསྡུར་གྱི་བགྲོ་གླེང་མཛད་དེ། དམ་པའི་ཆོས་ཀྱི་རིན་ཐང་སྔོག་འདོན་བྱས་ཤིང། གཟི་ལམ་དུ་སྨྲ་བ་ངན་པའི་རིགས་ལ་དགག་གཞག་རྣལ་མིན་མཛད་དེ་རྒྱལ་བའི་བསྟན་པ་རིན་པོ་ཆེ་སྲུང་བའི་ལྕགས་རི་ལྟ་བུར་གྱུར་ཡོད། ཁྱབ་པར་ཐུབ་པའི་བསྟན་པ་རིན་པོ་ཆེ་གཞུང་ཤིང་ལྟ་བུར་གྱུར་བའི་བོད་ཀྱི་སྐད་དང་ཡི་གེ་གཉིས་ཧ་ཅང་ཉམས་བཞིན་པ་ཉེར་སྤྱོད་ཆེད། མདོ་དབུས་ཁམས་གསུམ་གྱི་མཁས་པ་ལྷག་བསམ་ཅན་མང་བོ་གདན་དྲངས་ནས་ཚོགས་འདུ་དང། བགྲོ་གླེང་ཐེངས་མང་མཛད་དེ་ཐ་སྙད་གསར་བའི་ཚིག་མཛོད་བརྩམས་ཤིང། བོད་ཁམས་ཡོངས་ལ་དར་སྤེལ་མཛད་པས་ཕན་ནུས་རྒྱ་ཆེན་པོ་ཐོན་དང་འཐོན་བཞིན་པ་ལགས། གཞན་ཡང་མི་རིགས་མཐུན་སྒྲིལ་དང་ཁོར་ཡུག་སྲུང་སྐྱོབ། ཨེ་ཛི་སྔོན་འགོག། དཀར་གཟུགས་དར་སྤེལ། དཀྲོག་འདོན་ཀུན་གྱི་ཚེ་སྤྲོག་ལ་འདྲ་མཉམ་གྱི་བརྩི་མཐོང་དགོས་པའི་འབོད་སྐུལ་སོགས་ལེགས་ཉེས་ཀྱི་སློབ་སྟོན་བླ་མེད་གནང་བཞིན་ཡོད། མདོ་སྔགས་གཞུང་ལུགས་བཟང་བའི་རྐང་མ་ཡུལ་ཞིང་གནའ་དང་རིག་གནས་རྒྱ་མཚོས་བསྐྱིལ་འདུས་པའི་གསུང་རྩོམ་པོད་བཞི་མཛད་པ་ལ་ལྡབ་འགྲིལ་མཁས་པའི་ཁྱད་ཆོས་འབུར་དུ་ཐོན་ཡོད། དཔལ་བླ་རུང་གི་མཁན་པོ་ཚུལ་ཁྲིམས་བློ་གྲོས་ཀྱི་གསུང་འབུམ་ཉིས་སྟོང་དྲུག་ལོར་པེ་ཅིན་མི་རིགས་དཔེ་སྐྲུན་ཁང་གིས་པར་དུ་བསྐྲུན། དེ་བཞིན་ཤེར་བའི་སྒྲོན་མེ་ཞེས་པ། དེ་བཅུ་རྒྱ་ཡི་གེའི་རྩ་འབར། འཛམ་གླིང་ཡེ་གྲི་ཀུན་ཏུ་སྙན་པའི་བྲག་དཀར་འབར། མཁན་པོ་ཁོང་ནི་དམག་གཞི་བཟང་ཞིང་ཚུལ་ཁྲིམས་གཙང་བ། རྒྱུ་འབྲས་བྱེད་པ། ང་རྒྱལ་དང་ཕྱོགས་རིས་མེད་པ། རང་ཚུགས་བརྟན་པ། སྤོབས་པ་ཆེ་བ། རྣམ་དཔྱོད་བཟང་བ། བརྩོན་འབྲས་ཆེ་བ། རྙེད་བདེ་དྲག་རྟོལ་སོགས་འཇིག་རྟེན་ཆོས་བརྒྱུད་དོན་དུ་མི་གཉེར་བ། རྒྱན་པར་འགྲོགས་ན་ཧ་ཅང་འགྲོགས་བདེ་བ་སོགས་དམག་གཞིས་ཆ་ཆེའི་ངོ་མཚར་ཅན་ཡོད། དུས་རབས་དང་འཚམ་པའི་ཁོང་གི་ལུགས་གཉིས་ཀྱི་གསུང་བཤད་དང་འཆད་ཁྲིད་རྣམས་ཕྱོགས་ཀྱི་དོན་གཉེར་ཅན་ཚོས་མ་སྐུལ་དང་བླངས་སྒོས་བོད་རྒྱ་དབྱིན་གསུམ་གྱི་ཡི་གེར་བཀོད་དེ་འཛམ་གླིང་ཡིག་འབྲི་སོ་སོ་དང་དྲ་ཐོག་དང་དེབ་ཐོག་ཏུ་ཁྱབ་བཞིན་ཡོད། ཨ་མེ་རི་ཀ་དང་དབྱིན་ཇི། ཁ་ན་ཀྲ། སིང་ག་ཕོར། ཨོ་སི་ཁྲི་ལི་ཡ་སོགས་འཛམ་གླིང་ཤར་ནུབ་ཀྱི་རྒྱལ་ཁབ་དུ་མས་སློབ་གྲྭ་དང་ཆོས་ཚོགས་མང་བའི་གདན་འདྲེན་བྱས་པ་བཞིན་ཕེབས་ཏེ། སློབ་ཚོགས་མང་བོར་གང་འདོད་ཀྱི་སློབ་ཁྲིད་དང་དྲིལ་བསྣང་གནང། ཁྱད་པར་བོད་བརྒྱུད་ནང་བསྟན་ཆོས་ལུགས་ཀྱི་གཞི་ལམ་འབྲས་གསུམ་གྱི་རྣམ་གཞག་ངོ་སྤྲོད་དང། ཚན་རིག་ལས་ཀྱང་ལྷག་པའི་སྣང་བཅུད་ཀྱི་ཆེ་བ་དང་རིན་ཐང་གསལ་བཤད་མཛད་པས་ཕྱོགས་ཀུན་ནས་ཁོང་གི་མཁྱེན་རླབས་དང་ཐུགས་བསྐྱེད་ལ་ཧ་ལས་ཤིང། བོད་ཀྱི་གནའ་དང་རིག་པའི་མཁས་པ་ཆེན་པོ་ཞིག་བསྟོད་བསྔགས་དང་དགའ་བསུ་གདེང་འཇོག་ཚད་མེད་བྱས་ཏེ་མཛད་འཕྲིན་ནམ་མཁའི་ཕམ་མཐར་ཆགས་བཞིན་ཡོད། མདོར་ན་འཛམ་གླིང་སྐྱེལ་འདྲེན་བདེ་སྡུག་སྤྱི་དང་ཁྱད་པར་ར་བ་གངས་ཅན་པའི་ཆོས་སྲིད་རིག་གནས་བཅས་པར་ཐུགས་ཁུར་དང་ཕྱག་ལས་རྒྱ་ཆེན་པོ་གནང་ཞིང་འཆད་རྩོད་རྩོམ་གསུམ་དང་ཐོས་གསུམ་སྒོམ་གསུམ་གྱི་ཉིན་མཚན་དུས་ཟླ་བཞིན་ད་ལྟ་སྐུ་ཁམས་ཏིང་ངེ་འཛིན་ཁྲིམས་ཡར་ངེས་རི་རྟ་བཞིན་རྒྱས་པའི་སྐབས་ལགས་སོ།